གཞན་གྱི་ས་ནས་པའི་རྐུན་མ་རྐུ་ཡག། ད་ག་ནས་ཤིང་གི་ཅིག་གཞན་གྱི་པའི་ལུས་ལ་གནོད་ཡག་གི་ཅིག་ད་ལོག་གཡེམ་བྱ་ཡག། དེ་འདྲས་ཀྱི་མཚོན་པས་ད་ཅིག་གཞན་ལ་དངོས་སུ་ལུས་ཀྱི་སྒོ་ནས་འཚེ་བ་བྱེད་ད་ཡག་གི་སྤྱོད་ལམ་ངན་པ་འདི་སྐྱེ་འདི་ཨེ་ནི་པ་མེད་པ་བཟོ་ཡག་ཅིག་དེ་འདྲས་ཅིག་ཐོག་ནས་ནམ་རྒྱུན་སྤྱོད་ལམ་རྩུབ་པོ་ཡོད་ད་པ་འདི་ད་སྤྱོད་ལམ་འཇམ་པོ་ཞི་ཞིག་དུལ་བ་ཅིག་བཟོ་ཡ་དེ་ད་ལུས་ཀྱི་སྤྱོད་པ་བདུན་ཅུ་དང་ཡིན་པ་རེད། བདུན་ཅུ་དང་ཡང་དོན་དག་དེ་ཡིན་པ་རེད། ད་ངག་གི་སྒོ་ནས་སྐྱག་རྫིན་བཤད་ཡ། ཁྲམ་པ་བྱེད་ཡ། ཨ་ནི་ཚིག་རྩུབ་མི་ལ་བས་ཅིག་ཚིག་ངན་བཤད་ཡ། བས་ཨ་ནི་ཅིག་སྤོས་དོལ་རུ་ཞུས་ནས་ད་བསྟན་གཤིས་བྱས་ནས་ད་ཨོ་ཙི་ཡིན་འགྲོ་དེ་ད་གང་འདྲ་ཅིག་སེམས་ནས་བས་ཨ་ནི་ཕ་རོལ་པོ་ལ་ཅིག་གཉའ་ཕབ་ཡ་འདྲ་བོ་རམ། ཅེས་ད་ག་ནས་ཕ་རོལ་པོས་གཉའ་བཅག་ཡ་ཕ་རོལ་པོ་ལ་མ་ཕབ་ཡ་འདྲ་བོ་ཕ་རོལ་པོས་མཚང་བཏོན་ཡ་འདྲ་བོ་ཅེས་དེ་འདྲའི་གི་ཐོག་ནས་ཚིག་ངན་བཤད་དེ་ཡ་བ་དེ་འདྲའི་གི་ང་གི་སྤྱོད་ལམ་མ་བརྟུལ་བ་བ་དང་འདི་ཚོའི་གྲས་དེ་ནི་ཉུང་དུ་དང་རིམ་པས་རིམ་པས་གི་མེད་པ་བཟོས་ནས་ང་འཇམ་པོ་ཞེས་དངོས་གནས་ཅིག་སྐད་ཅིག་ག་རེ་བཤད་པ་ཡིན་ནི་ཁོ་དྲང་གོ་དྲང་བཤད།

འོ་དེ་འདྲ་འདྲ་བའི་བརྡ་གང་དག་ཅིག་ངག་མ་ཐུལ་བའི་རིགས་དེ་ཚོས་དྲན་ཏེ་ཨེ་ནི་ཉུང་དུ་ཉུང་ཉུང་དུ་བཏང་བྱས་ཨེ་ནི་ངག་འཇམ་པོ་དང་དངོས་གནས་གཅིག་པའི་ཚིག་བཟང་པོ་དོན་བཟང་པོ་འདི་འདྲ་འདྲ་བ་ཅིག་གི་བརྡ་ང་ཚོ་ལས་མི་ངག་ཅིག་མིའི་སྐད་ཆ་འདི་འདྲ་བཤད་རྒྱུ་ཡོད་བསྡད་པ་ཅིག་སྟེ་ད་དུད་འགྲོ་ཚོ་ལ་ལྟོས་ན་ཡི་རང་རླབས་ཆེན་པོ་རེད་ད་རླབས་ཆེན་པོའི་ཨེ་ནི་ངག་ཚིག་འདི་ཡིས་ཏེ་སྡིག་པ་སོགས་ཡག་གི་རྐྱེན་ལ་མ་བཏང་འགལ་བ་སོགས་ཡག་གི་རྐྱེན་ལ་ཡང་བསྒྱུར་ཐུབ་པ་ཞིག་བྱས། ཨོ་ད་དེ་ངག་གི་ཆོས་བྱ་བ་དེ་ཡིན་པ་རེད། དེའི་སྒང་ལ་ཡང། ཨེ་ཅེ་གཟུགས་སྔགས་འདྲ་དྲངས། ཨེ་ཅེ་དེ་བཞིན་གཤེགས་པའི་མཚན་མ་སོགས་པ་དེ་འདྲ་དྲངས། ཡག་ཤོས་དེ། ད་ག་འདྲ་ཅིག། གཞུང་མ་ངག་གིས་སྟོན། ད་ནི་སོ་སོའི་བསམ་བློ་དང། མི་ལས་བཤད། དེ་བྱས་ན་ད། མིའི་ངག་ཅིག་ཐོབ་པ་དེ་གོ་ཆོད་པ་ཡིན་པ་རེད། བ་དང་འདིས་ནི་ངག་ལ་རྒྱུ་བཅུ་དང་ཡང་བྱེད། དེ་ལྟར་ལུས་ཀྱི་སྤྱོད་ལམ་གྱུར་ཡང་དང་ངག་གི་སྤྱོད་ལམ་གྱུར་ཡང་གཉིས་ཆར་ལོ། ཅིག་ཕྱི་ལོ་ནས་ཁྲིམས་གསར་བ་ཞིག་སྤྱད་ཅེས་ཁྱོད་ར་འདི་བྱེད་ཆོག་གི་མ་རེད་ཁྱོད་ར་འདི་བཤད་ཆོག་གི་མ་རེད་ཟེར་ལབ་བཤད་པས་ཕན་ཐོགས་ཁྱོན་ཡངས་བ་རེད། ལུས་ཀྱི་སྤྱོད་ལམ་དང་ངག་གི་སྤྱོད་ལམ་རྒྱུ་བཅུ་དང་ཡང་གཏོང་ཐུ་ཡ་མེད་པ་རེད་ཡང་ཀོ་ཀོག་དང་ངོས་བྱས། དཔེར་ན་གཅིག་དང། བཙན་དབང་བཤད་དེ་ངས་གཅིག་འོག་ལ་ཡ་བསྡད་དེ་ཡོད་པ་ཡིན་ན། དཔེར་ན་ནམ་རྒྱུན་ཡ་ཡ་བསྟན་ཆོག་གི་མ་རེད་སྐད་ཆ་ག་ཚོད་མ་ཚོད་བཤད་ཆོག་གི་མ་རེད་ཟེར་ལབ་པ་དེ་གིས། མགོ་ཐོག་སྡོམ་པ་ཞིག་ཆགས་ཡོད་མ་རེད་ད་ཁོ་བཙན་དབང་གི་ཐོག་ནས་བཤད་པ་ཡིན་དུས་ཁོས་ཕན་ཁེ་སེ་ཡོད་མ་རེད། དེ་འདྲ་ཡིན་དུས། ལུས་ཀྱི། བསྟུར་ཆུ་གཏོང་ཡག་དང་ལུས་ཀྱི་སྤྱོད་ལམ་བསྟུར་ཆུ་གཏོང་ཡག་དང་ངག་གི་སྤྱོད་ལམ་བསྟུར་ཆུ་གཏོང་ཡག་དེ། སེམས་ཀྱི་ནང་ནས། བསྟུར་ཆུ་གཏོང་སྙིང་འདོད་པ་ཞིག་སྐྱེད་བྱེད།

ཨེ་ནི་གཞན་ལ་ཡིན་ནི་ཕི་ཀའི་དག་ག་འདའ། ངས་དག་ཅིག་མི་བདེ་བ་མ་ཡོང་ངེས་ཅིག། ཨེ་ནི་མཐར་ཐུག་དག་ག་འདའ་ཅིག་ཕི་ཀའི་ག་སོགས་རེད། ལུས་ངག་གི་སྤྱོད་ལམ་བཟང་པོ་ཅིག་ཐོག་ནས་མི་ཚེ་བསྐྱལ་འདོད་པ་བྱུང་ན་མི་ཚེ་དོན་དུ་འདས་པ་ཡོང་གི་ཡོད་རེད། དགའ་ལྡན་རྫོང་པོ་ནི་འདི་ག་ལ་ཅིག་སྐྱེས་ནས་མཐོ་ན་ལོ་བརྒྱ་འདས་འགྲོ། ལོ་བརྒྱ་འདས་པའི་རིང་ལ་ཡ་མི་སྐྱིལ་ཏེ་རྒྱུ་རུ་མ་གཏོགས། དགའ་ཚོགས་རུ་ཕེ་ཁེ། མི་སུ་ཞིག་དང་བེ་འགྲོགས་འདྲིས་མ་བྱེད་པ་ཞིག་འདས་གོ་སོང་ན་མི་སུ་ཁོ་རེ་ཁུངས་འཁྱུག་གི་མ་རེད། མི་སྐྱིལ་ལ་ནི་འདས་གོ་གི་ཡོད་རེད། འདས་གོ་སའི་མིའི་སྤྱི་ཚོགས་ནང་ལོག་སྟེ། ཨེ་ནི། གཡས་ལས་བེ་དང། བེ་འཁྲུག་པ་རྒྱབ། གཡོན་ལས་འཁྲུག་པ་རྒྱབ། བེ་རྒྱབ་མདུན་ཚང་མ་ལོག་ལ་ཡ་འཁྲུག་པ་རྒྱབ་ལྟས་ངན། ཚང་མ་ལོག་ལ་མི་བསྡུས་པ་བཟོས་ལྟས་ངན་ཅིག་བྱས་པ་ཡིན་ན། མི་དགོས་མ་ཆོད་པ་རེད། འཛམ་བུ་གླིང་འདི་གང་ལ། ལོ་བརྒྱ་ཟིག་སྡོད་ཡག་ཅིག་མི་ཚེ་ཅིག་བླངས་པ་རེད་གུམ་ཚེ་ཅིག་རེད་མི་ཚེ་ཐུང་ཐུང་ཅིག་རེད་ད་དེ། རྙོག་དྲ་སོ་ཁ་སྐྱེལ་བའི་སོར་བྱེད་པ་ཡིན་ན་ཆོས་ཁྱོད་ལ་མི་འདུག་ག། རང། ཅེས། གང་ལ། བརྟེན་ནས་འཚོ་དགོས་ཡག་གི། མི་འདི་ནང་ལ། སོ་སོ་རང་ཉིད། ཕན་ཐོག་རྒྱ་ཆེན་པོ་བྱེད་མ་ཐུབ་ནས། ངན་ལ་ཅིག་རྙོག་དྲ་མ་བཟོ་ངེས་ཅིག་མི་ཚེ་ཅིག་སྐྱེལ་དགོས་ཡག་ན་གལ་ཆེན་པོ་ཞག་རེད་འདུག་ག། ཆོས་ཁྱོད་མི་ལ་ངེས་ངེས་མི་ཅིག་ཡིན་པ་ཡིན་ན་ཡང།

གང་ལྟར་སོ་སོའི་ངོས་ནས་སྤྱོད་ལམ་འདི་འདྲ་ཞིག་བསྟན་ནས་བསྡད་བསྡད་དུས་དེའི་འབྲས་བུ་ལ་ཡང་མིས་གསུངས་ཡག་པོ་བྱས་ཟེར་ཡ་འདི་ད་མི་ཕ་རོལ་པོ་མི་ཚང་མ་ལ་གཞོན་སྐྱུག་ཟེར་བ་ཡིན་ན་འདྲ་ཅི་ཡོང་མདོག་ཁ་བོར་དེ་འདི་ནི་ཁ་བོ་ཞག་རེད་དེ་ནི་ཁ་བོ་ཞོར་བ་ཟེར་འདི་འདྲ་ཡིན་དུས་དངོས་གནས་བསམ་ཤེས་པ་ཞིག་ཡིན་ན་གཞན་ལ་ཡང་ཇི་ཙམ་གྱིས་པའི་དངོས་གནས་ཅིག་དང་ལྷག་བསམ་རྣམ་དག་གིས་པའི་བྱམས་པ་དང་བརྩེ་བ་ཟེར་ཡ་འདི་འདྲ་ཡོད་བསྡད་པ་ཞིག་བྱས་པ་ཡིན་ན་སོ་སོའི་སྐྱེ་བོ་ཞར་ལ་ཡོང་ཡ་རེད་ཤག་ད་འདི་འདྲ་ཡིན་དུས། མ་གཞི་ཚུན་ཆད་ཀྱི་ཚེ་འདི་གང་ལ་ཆ་བཞག་ནས་ནི་ལུས་ངག་གི་སྤྱོད་ལམ་གཞི་ཞིག་དུལ་བ་དེ་འདྲ་ཞིག་བྱུང་ན་སོ་སོ་མི་ཚེ་འདི་རང་ལ་ཆ་བཞག་ནས་མི་ཚེ་འདི་སྐྱེལ་བ་ཡང་རེད། ནི་ཚེ་ཕྱི་མ་ཟེར་ཡག་གི་གནས་ཚུལ་དེ་འགོ་ཚུགས་ཡོང་པའི་ཁ་ཐུག་ལས་མི་ཚེ་འདི་བཟང་པོ་ཞིག་སྐྱེལ་ནས་གནོད་པ་སྡིག་པའི་ལས་མ་བྱས་པ་ཞིག་ན་གནོད་པ་མ་བྱས་པ་གཞན་ལ་རྙོག་དྲ་མ་བཟོ་མཁན་དེ་འདྲ་ཞིག་གི་མི་ཚེ་སྐྱེལ་རེ་ཡིན་ན་རབ་ལ་ནི་མི་ལ་ཕན་གདགས།

མི་ཚེ་འདིར་ཡང་ཅིག་གཞན་ལ་ཡང་ཅིག་འཚེ་བ་བྱེད་གཞན་ལ་ཕི་གེ་མི་བསྟི་བ་ཡོང་ཡག་གི་ལས་དེ་འདྲ་ཅིག་བསྒྲུབ་པ་ཡིན་ན་ཚེ་རུ་ཕྱི་མ་ཚོ་ལ་གནོད་ཡག་རེད། དེ་འདྲ་ཡིན་དུས་རང་ལ་གྱོང་རག་འདུག་བ། དེ་འདྲ་ཡིན་དུས་ངོ་ནས་ཅིག་ད་ལུས་དང་ངག་གི་སྤྱོད་ལམ་མ་དུལ་བ་དེ་ད་ཤི་ཤི་དུལ་བ་ཅིག་གིས་འབད་རྩོལ་བྱས་བྱས་དེ་འདྲས་ཀྱི་བསྒྱུར་བཅོས་ཅིག་བཏང་ཐུབ་པ་བྱུང་ན་ངོ་ནས་སོ་སོ་ཚེ་འདི་སྐྱིད་པ་ཚེ་ཕྱི་མ་ལ་བདེ་བ་རང་ལ་ཕན་པ་གཞན་ལ་ཕན་པ། རྣམ་པ་ཐམས་ཅད་དུ་ད་ཕན་བདེ་ཡོང་བསྡད་པ་ཕན་ཐོགས་ཡོད་བསྡད་པ་ཅིག་རེད་བསམ་པ་ཅིག་སེམས་ནས་བསམ་བློ་ཅིག་ཁོག་ན་ཨེ། ལུས་ཀྱི་སྤྱོད་ལམ་ངེས་པ་དེ་དེ་རིམ་པས་རིམ་པས་ཀྱིས་ཉུང་དུ་གཏོང་ཡ། ངག་གི་སྤྱོད་ལམ་དེ་དེ་རིམ་པས་རིམ་པས་ཉུང་དུ་གཏོང་ཡ། དེ་འདྲ་ཅིག་གི་འབད་རྩོལ་ཅིག་བྱས་པ་ཡིན་ན་ཨེ་གོམས་པའི་དབང་གིས་ཐོག་མར་པའི་སོ་སོའི་གཤིས་ཀ་རུ་དེ་པའི་འབུ་ཅིག་ཐོག་མ་ད་གསོད་ཡག་གསོ་རོགས་ཅིག་ཁྱི་རུ་ཅིག་ཐུག་པ་ཡིན་ན་ཁྱི་རུ་ཅིག་ད་བྱ་རོགས་ཅིག་ཐོག་མ་ཡིན་ན་སྟག་ཚོགས་ཤོད་ཡག་གསོ་རོགས། ཅིག། དེ་ལས་ཅི་བྱེད་དེ་ངེད་ཀྱི་གཤིས་ཀ་འདི་ཀ་ལི་ཀ་ལི་ལི་འཇམ་དུ་འཇམ་དུ་འཇམ་དུ་ཕྱིན་ཆད། དུས་ཚོད་དེ་ཕལ་ཡོད་པ་རེད། ཡང་གཟུགས་གཞི་ནས་ཨེ་ནི། ཁོ། གང་གོམས་པ་ཆེ་བ་དེ་ཨེ་ནི། ཁོ་རང་ཤུགས་ཀྱིས་ད་སོ་སོའི་གཤིས་ཀ་དེ་འཇགས་དེ་ངེད་ཅིག་གིས་གོམས་པའི་དབང་གིས་ད་གཤིས་ཀ་ལ་རྒྱུ་ཆུ་འདྲ་ཡང་ད། གོམས་ནས་ཡོང་དུས་ཨེ་ནི་ཞུ་ཞུ་ཁོ་ཆེད་དུ་ཉིད་ནས་འབད་རྩོལ་བྱེད་མི་དགོས་པར་རང་གིས་ངང་གིས་ཡོང་དེ་ཡག་ཅིག་ཁོ་ཡོང་ཡག་དེ་ཆོས་ཉིད་ཡིན་པ་རེད། དང་ཡང། ཅིག་དུད་འགྲོ་ཚོ་ལ་ཡིན་ནི་ཁོ་གུམ་བསྒྲིགས་བྱུང་བ་ཡིན་ན་ཨེ་ནི་ཁོ་ཆེད་དུ་ཉན་ནི་ཨོ་དེ་ཡང་མི་བསྐུལ་མི་དགོས་པ་ཁོ་རང་རང་གི་རང་གི་ངང་གིས་ཅིག་འགྲོ་ས་ཅིག་ནི་ཅིག་ཁོ་རས་ཅིག་དང་སྤྱོད་ལམ་བཞག་ཡིན་ནི་ཁོ་རང་གོམས་པའི་དབང་གིས་ཡོང་དེ་གི་འདུག་བ། ང་རང་ཚོ་སུ་སྟེ་ཆེ་ས་ནས་ཉོན་མོངས་ཟེར་ཡག་དེ་གོམས་པའི་དབང་གིས་ཨེ་ནི་རྐྱེན་ཕྲན་བུ་ཅིག་ལས་ཁོ་ད་ཅིག་ཉོན་མོངས་དངོས་རྒྱུ་བ་རྐྱེན་ཡག་ཅིག་ཡོང་གི་ཡག་རེད་ཡང་ཅིག།

སྔར་ནི་ཆོས་ཐམས་ཅད་རང་བཞིན་གྱིས་སྟོང་པ་ཉིད་དུ་ཟིལ་བཙིར་ནས་ཅིག་སེམས་ལ་ཡོད་དེ་འདི་ལྟར་ག་འདྲ་ཡིན་ན་བསམ་པར་ཅིག་ཅིག་ཡོད་དེ་བ་དེ་ག་ལས་ག་ལས་ག་ལས་ལ་གོམས་ཡོང་དུས་ཨ་ད་འདི་ལྟར་ལོས་ཡིན་བསམ་པར་ཅིག་དང་ཨེ་ནི་སེམས་ཀྱི་ནང་ལོགས་ལས་ཅིག་ཚོགས་རོ་མེ་འདྲ་ཞིག་ཡོང་དེ་ཡང་ཅིག་གོ་གོམས་ན་ཡོང་ཡང་ཅིག་བསྟན་དེ་ཡོད་པ་རེད་ད་འདི་འདྲ་ཡིན་པ་ཡིན་དུས་ད་འང་ང་རང་ཚོའི་སེམས་ཀྱི་ནང་ནས་ཅིག་སྐྱོན་འདི་ཡིན་དེ། བསྒྱུར་བཅོས་གཏོང་འདོད་ཅིག་སྐྱེས་པ་ཡིན་ན་ཨ་ནི་ག་ལེ་ག་ལེ་ལ་བསྒྱུར་བཅོས་གཏོང་ཡག་གི་འབད་རྩོལ་བྱེད་ཀྱི་རེད། གཞན་གྱིས་བསྐུལ་བ་ལ་མི་ལྟོས་པར་སོ་སོས་རང་གི་དེ་བས་དང་དུ་བླངས་ཏེ་མ་བསྐུལ་དང་བླངས་བྱེད་ཡག་ཅིག་བྱུང་པ་ཡིན་ན་དངོས་གནས་ས་གནས་འཁོར་རྒྱུག་ཐེབས་ཀྱི་རེད། རེད་བ། ད་དེ་རིང་ཡིན་པའི་ཡིན་དུས་ས་གནས་དང་བ། ཆོས་ཟེར་ནས་སྤྱོད་ཟེར་ཡག་གི་བཅོས་བསྒྱུར་གཏང་ཡག་གི་ད་སྐད་ཆ་འདི་གང་ལྟར་ལུས་ངག་ཡིད་གསུམ་གྱི་བས། ཉེ་བའི་སྤྱོད་པ་དེ་ཡིས་དེ་མེད་པར་བཟོས་ནས་བཟང་པོའི་སྤྱོད་པ་ཡོད་ན་ཅིག་འདི་བྱས་པ་དེ་ཆོས་བྱས་པ་དེ་ཡིན་པ་རེད། དེ་ལྟ་མ་ཡིན་པར་ཅིག་ནམ་རྒྱུན་པའི་ལུས་ཀྱི་པའི་ཆགས་བསགས་སྤོ་བ་བསགས་ཡག་པོ་དེ་བཞག་རེད། ད་ག་ནས་ཅིག་ངག་གི་སྒོ་ནས་པའི་ཅིག་གསུང་ཁང་དྲང་མཚམས་གཉིས་འགྲུབ་དམ་ཡིན་ནས་ཐུགས་སུ་འགྲོ་ས་མེད་དེ་ངས་ཅིག་བསྡད་པ་ཡིན་ན་ཁོས་ཆོས་རྣམ་དག་ཡུལ་དངོས་པའི་རྟགས་རེད། ལ་ཡང། དེ་རིགས་ཡིན་པ་ཡིན་དུས་དང་ཆོས་ཟད་དེ་གཙོ་བོ་གཙོ་བོ་དང་གང་དག། སེམས་ནི་བྱེད་པ་གཅིག་ཡིན། ཕྱོགས་གཅིག་ནས་ལུས་ངག་གི་སྤྱོད་པ། དུས་བཅུ་དེ་ཡང་དེ་ཡི་གོ་གང་དག་སེམས་ལ་རག་ལས་པ་རེད། ལྷག་པར་དུ་ཡང་སེམས་ཀྱི་ནང་ལ་དང་སེམས་ཟུར་ཟ་ནི་ནང་རྣམ་པར་ཤེས་པ་ཟེར་ལ་དུས་རྒྱ་ཆེན་པོ་ཞེས་པར་བྱ་བ་རེད། ངག་གི་ལྕགས་ལམ་དང་ཡིད་ཀྱི་ལྕགས་ལམ་ཆ་བཞག་ན། རང་གོ། མ་ཤི་བའི། གནོད་པའི་རང་བཞིན་གྱི་སྤྱོད་ལམ་མང་པོ་ཡོད་རེད་དེ་ཡིན་ནའི་གོ། ལུས་དང་ངག་གཉིས་པོ་དེ་གོ། སྤྱོད་ལམ་ངན་པ་གང་ལས་ཐོན་སའི་གོ། ལུས་དང་ངག་གོ། ཚད་ཅན་ཞིག་མ་རེད་གོ། ཚད་ངེས་ཅན་ཞིག་རེད། དཔེར་ན་ལུས་ལ་བརྟེན་པའི་ཡོན་ཏན་སེར་སྣའི་འདྲ་ལུས་ལ་བརྟེན་པའི་ཁྱད་པར་བའི་ཆོམ་ཆོམ་ཡག་ལ་སོགས་རོ། གཅིག་པུ་དང་ཤུགས་ཚད་ཡག་སོགས་རོ་ཅི་འདི་ཚོའི་གྲས་ཏེ་གོ། སྦྱངས་ནི། ཡ་གྱལ་འགྲོ་ཡ་ད་ཡོད་རེད་དེ་ཡིན་ནའི་ཁོ་གོམ་པ་ཐ་མལ་དུ་འཕེན་ཡ་མེད་པ་རེད་ཁོར་ཚད་ཅན་ཞིག་ཡིན་པ་རེད། དང་ན་ཞིག་ངག་གིས་ཞིག་གཞན་ལ་ཕན་བདེ་བསྒྲུབ་ཡ་དེ་ལ་ད་མི་སངས་རྒྱས་ཀྱི་མི་གསུང་དང་མི་སྐུ་ལ་བརྩི་བའི་ནི་གནས་ཚུལ་ཁ་ཁ་རེད་མ་གཏོགས་གཞན། ང་རང་ཚོ་ངག་གིས་གཞན་ལ་ཕན་བདེ་བསྒྲུབ་ཡ་བྱ་ཞིག་ནི་ཁོ་ཚད་ཅན་ཞིག་རེད། དང། ནང་རྣམ་པར་ཤེས་པ་སལ་ཡོད་འདུས། ནང་ལུས་ངག་ཡིད་གསུམ་ཟད། ཡིད་ཟད་དེ་སླད་ཡོད་འདུས། དུག་ས་གཞི་ནས་ཤར་བའི་ཡེ་ནས་ཁྱོད་ནི་གཅིག་བསམ་བློ། འདི་འཁོར་དང་འདི་མི་འཁོར་ཟད་མེད་བདེ་བ་དང་བཞི། གཅིག་བསམ་བློ་སྒྲ་མི་སྒྲ་འཁོར་ཡང་དུག། དུག་ས་ནས་ཤར་བའི་ཡེ་ནས་འོ་ད་པས། སྲིད་པ་གསུམ་གྱི་སེམས་ཅན་ལ་གནོད་འཚེ་བསྐྱལ་བསམ་པའི་བཟོ་རུ། འཛམ་བུ་གླིང་འདི་ཡོངས་རྫོགས་ཀྱི་པས་གཅིག་ངས་དབང་བསམ་པ་འགྲུབ། འཛམ་གླིང་འདིའི་ནང་གི་མི་དེ་ཚང་མ་ལ་ལ་ཅིག་ཅིག་པའི་ཕན་ནུས་ཇི་ཟབ་པའི་སོར་འདི་བསམ་བློའི་ནང་ལ་འཁོར་ཡ་ཡོང་གི་འདུག་བ། ཁོ་ལ་ཚད་མཁས་དེ་མི་འདུག་མི་འདུག་བ། དུག་སེལ་ཅིག་ལས་བསམ་བློ་དང་ལ་ཀོ་བསམ་བློའི་ནང་ལ་ཀོ་དུག་གོ་ཞིག་བྱས་ཡ་ལ་ཡིན་ནའི་ཀོ་ཚད་མེད་པ་ནང་བཞིན་ཡ་ག་ཅིག་བྱས་ཡ་ལ་ཡིན་ནའི། ནང་གའི་ཐད་དུག་པའི་སེམས་ཅན་ཅིག་ཡོད་དོ་ཅོག་སེམས་ཅན་ཕྱིས་སུ་ཅོག་རང་དང་རང་འདྲ་བའི་སྡུག་བསྔལ་མི་འདོད་པ་དང་བདེ་བ་འདོད་པའི་སེམས་ཅན་སུ་ལ་ཡིན་ནའི་ད་ཕན་བདེ་འབའ་ཞིག་འགྲུབ་བསམ་པའི་བསམ་བློ་སྐྱེ་ཐུབ་ཡ་འདུག་བ། ལྟ་བུ་ཚད་མཐོའི་ལས་ལ་ཕྱིན་པ་རེད། ཚེ་འདི་འདྲའི་ཡིན་དུས་སེམས་ལ་བརྟན་པའི་ཡོན་ཏན་འདི་ཕྱོགས་གཅིག་ནས་འོ་ན་ཁོ་བསམ་བློའི་འདྲ་མི་འདྲ་རྒྱ་ཆེན་པོ་ཞུ་ཞོག་ངེས་འདི་ཟེར་ནས་ཁོ་རེ་ཕན་ཚད་པའི་མཐའ་མི་འགྲོ་ད་ཡ་གཅིག། གཉིས་ནས་ལུས་ངག་གི། ངག་ཟེར་ནས་ལུས་བསྟན་དེ་གི་ཡོག་རེད་ལུས་དེ་ཁོ་ར་ཚེ་གཅིག་གི་ངེས་པ་རུ་ཅན་གྱི་ཆ་དེ་གི་ཡོག་རེད། ཡིད་ཀྱི། ད་ཡིད་ལུས་རགས་པ་ད་གང་ཞིག་འདི་གཅིག་ཡིད་ལུས་ཕྲ་མོ་ཕྲ་མོའི་སྒང་ལ་མ་སླེབས་ཡིན་དུས་ཟེར་ནས་ཁོ་རྒྱུན་ཆད་པ་མེད་པ་ཞིག་གི་ཁོ་འགྲོ་མཁན་ཞིག་འདུག་ཟེར་ནས་ཁོ། རྒྱུན་གཏན་པ་ཆགས་ཏེ་ཡོད་རེད་དོན་ལ་བརྟེན་པའི་ཡོན་ཏན་ཁོ་ཡོན་ཏན་པ་ཆགས་ཀྱི་ཡོད་རེད་འོ་དེ་འདྲ་ཡིན་དུས་ཙང་ནས་སེམས་ལ་བརྟེན་པའི་ཡོན་ཏན་དེ་ཁོ་པ་ཐ་མལ་དུ་ཕེབས་ཡ་ཡོད་དེ་བ་ཅིག་ད་གསུངས་བསྡད་ཀྱི་འདུག་བ་དེ་འདྲ་ཡིན་དུས་ཙང་ནས་རྒྱ་གར་ལ་སྔ་མོ་ཡིན་ན་ད་ཆུ་ལུག་སྔ་མོ་རུ་རེད་ད་དེང་སང་ཡིན་ནས་བ་ཅིག་ད་མང་ཆེ་ཡོད་ས་རེད་ད་ལྟ་ཅིག་ཆོས་བྱེད་ཡག་ནང་ལ་ཡ་གཙོ་བོ་ཅིག་ལུས་ཀྱི་དཀའ་ཐུབ་བསྟན་ཡག་འདྲ་བོ། ཅེས་ནི་བཤད། དེ་འདྲའི་ཐ་ནས་ནི་ད་གཙོ་བོ་ཙི་ཏེ་ཨ་ད་ཆོས་བྱེད་ལུགས་རུ་གཙོ་བོ་དེ་ལུས་ཀྱི་ནི་ཅིག་ད་ཀ་ཏུ་དེ་ཡང་འགྲོ། ད་ཡང་ཅིག་ཆོས་བྱེད་ཨ་གཙོ་བོ་དེ་སྒྲ། ཚངས་པའི་ད་ག་ཏུ་ཀའི་ལྷན་སྐྱེས་སོགས་རེད་ད་ག་ད་རེ་རིགས་ཅིག་སྒྲ། དེ་འདྲའི་ལ་དུ་ཟེར་བའི་ཡིད་གཏད་ནས། དེ་འདྲ་སྒྲུབ་པ་ནི་ཨེ་ཡང་ཅིག་ཆོས་སྒྲུབ་ལ་ཡང་དེ་འདྲའི་ཡང་ཡིན་པ་རེད། འོ་ད། དེ་འདྲའི་སྒྲུབ་པའི་ད་ཨེ་ནི་གཙོ་བོ་ཅིག་སེམས་ཀྱི་སྟེང་ནས་ཨེ་ནི་ཆོས་སྒྲུབ་ཡང་ཅི་ཡང་ཅིག་དེ་འདྲའི་སྒྲུབ་པ་ད་གསུམ་ཡོད་རེད། དེའི་ནང་ནས་ད་གཙོ་བོ་གཙོ་བོ་དེ། ཤཱཀྱ་ཐུབ་པའི་ཆོས་ལུགས་དེ་ཨེ་ནི་སེམས་ཀྱི་ནང་ནས་སྒྲུབ་ཡག་པའི་ཆོས་ཅིག་རེད་ཟེར་ནས་འོ་དེ་གསུམ་ཡིན་པ་རེད། འོ་དེ་འདྲ་ཡིན་པ་ཡིན་དུས་ད་ག་འདྲ། བསྡུ་རྒྱུ་གཏོང་ཡག་དེ་གཙོ་བོ་གཙོ་བོ་དེ་སེམས་ཀྱི་ནང་ལ་བསྒྱུར་བཅོས་འགྲོ་ཡག་ད་དེ་གལ་ཆེ་ཤོས་རེད། སེམས་དུལ་ན་ལུས་ངག་རང་བཞིན་གྱི་དུལ་ཡས་ཡོང་གི་རེད་ལ། ཡང་ཅིག་ཕྱི་ལོགས་དེ་ཙམ་གྱི་བོད་སྐད་ཅིག་དུལ་མདོག་ཁ་བོ་ཅིག་མེད་ནས་ཨ་འུ་ཚུ་རེད་སེམས་དུལ་དུལ་ཡོད་ན་ད། ཨ་ད་དེ་མེད་ན་ཁྱོད་ཕྱི་ལོག་གི་ནམ་རྒྱུན་ཇག་པོ་ཞིབ་བཤེར་བྱས་སེམས་པས་མ་ཐུལ་བ་ཞིབ་བཤེར་བྱེད་པ་ཡིན་ན་ནི་མི་ལ་མགོ་སྐོར་བཏང་ས་རེད་ཨེ་ཡག་གི་མི་འདུག་ག་དེ་འདྲ་ཡིན་དུས་ད་ང་རང་ཚོ་བཅོས་བསྒྱུར་བཏང་ནས་ཅིག་ལུས་ངག་ཡིད་གསུམ་གྱི་ཉེས་སྤྱོད་ཀྱི་དོམ་ནི་ཨ་ནི་གང་ལྟར་ཅིག་ལུས་ངག་ཡིད་གསུམ་ཕན་པའི་རང་བཞིན་ཅན་ཞིག་ཏུ་འགྱུར་ཡག་ད་ནི་འདི་ད་ང་ཚོ་ཆོས་བྱེད་པ་ཟེར་ཡག་དེ་འདི་ཡིན་པ་རེད་ཆོས་ཆོས་ཟེར་རྒྱུ་བཅུ་གཏོང་ཡག་གི་ད་སྐད་ཆ་དེ་འདི་རེད་འདུག་ག་ད་ཡིད་བློ་རྒྱུ་བཅུ་གཏོང་ཐབས་ལ་ཡག། མ་གཞི་འཛམ་བུ་གླིང་འདི་གང་གི་ད་ཆོས་ལུགས་ཕལ་མོ་ཆེ་ཞིག་སེམས་ལ་འགྱུར་བཅོས་གཏོང་ཡག་གི་ད་ཐག་གཤིས་ཅིག་བྱེད་བྱེད་བསྡད་ཀྱི་ཡོད་པ་རེད། ཆགས་སྡང་རགས་པ་དེ་ཡི་རྐྱེན་པས་ད་ལུས་ངག་གི་སྤྱོད་ལམ་མ་དུལ་བ་གཞན་ལ་གནོད་པའི་རང་བཞིན་དེ་ཚོ་བྱེད་རྒྱུ་ཡོད་མ་རེད། དཔེར་ན་ཅིག་ད་ཁོང་ཁྲོ་བྱེད་རྒྱུ་ཡོད་མ་རེད་བྱམས་པ་སྒོམ་དགོས་རེད། དེ་ནི་མི་ལ་ཕན་སེམས་ཀྱི་སྙིང་རྗེ་སྒོམ་སྐོར་རེད། གཞན་གྱི་རང་ལ་ཡང་གནོད་པ་བྱས་པ་ཡིན་ན་དེ་ལ་བཟོད་པ་སྒོམ་སྐོར་རེད། ནི་ཆོག་ཤེས་བསྟེན་སྐོར་རེད། ཟེར་ཡ་རོ། དེ་འདྲ་ཡིན་སྙམ་ནས་ད། ནང་པ་ཡིན་ནའི་འདྲ། ཡེ་ཤུ་ཡིན་ནའི་འདྲ། ཁ་ཆེ་ཡིན་ནའི་འདྲ། ཨེ་ཧིན་དུ་ཚོ་ནི་ལོས། ཨོ་དེ་འདྲས་ཀྱི་ད་ང་ད་ཆོས་ལུགས། ཕལ་ཆེར། གྲུབ་མཐའ་ཡོད་དེ་ངས་ཀྱི་ད་ཆོས་ལུགས་ཕལ་ཆེར་གྱི། ད་བསླབ་བྱ་བརྫུས་བྲལ་ད་གཅིག་པ་རུ་བྱུང་གི་ཡོད་རེད། ཡིན་ནའི་ད། མང་ཆེ་དེ་དེ་གི་རང་རང་གི་ད་ཅིག་སྟོན་པ། དེའི་བཀའ་རེད་ཟེར་ན་དེ་ལ་ཡང་བརྩི་བཀུར་བྱས། སྟོན་པའི་བཀའ་ལ་དད་པ་སྟོན་པ་ལ་དད་པ་བྱས། ད་ནི་རང་རང་གི་སྟོན་པ་དེ་གི་གསུང་བཤད་པའི་བཀའ་ལ་ཡང་བརྩི་བཀུར་བྱས་ནས་ད་ཅིག། རང་རང་སོ་སོའི་ལུགས་ཀྱི་སྡིག་སྤོང་དགེ་སྒྲུབ་དེ་དེ་བྱས་དེ་གི་འདུག་ག། ད་སངས་རྒྱས་པའི་ཆོས་ཀྱི་ནང་ལ་ཡང། རྩ་བ་དེ་བདེ་སྡུག་ཚང་མ་ལོག་རྒྱུ་དང་འབྲས་བུའི་རྟེན་འབྱུང་གི་ཐོག་ནས་ཡོང་བསྡད་ཡག་ཆེ་མ་གཏོགས། བརྟག་པས་བྱས་པ་ཡང་མ་ཡིན་པར། ཨེ་ནི། ག་སོགས་རེད་འཇིག་རྟེན་བཀོད་པ་པོས་བློ་ཡི་གཡོ་བ་སྔོན་དུ་སྔོན་དུ་འགྲོ་བའི་ཐོག་ནས་བྱུང་བ་ཡང་མ་ཡིན་པར། ཅིག་རྒྱུ་མེད་རྐྱེན་མེད་ལས་གློ་བུར་དུ་བྱུང་བ་ཡང་མ་ཡིན་པར། རང་རང་གི་མཐུན་པའི་རྒྱུ་དང་རྐྱེན་ཙམ་ལ་བརྟེན་ནས་ད་བདེ་སྡུག་འགྱུར་བ་སྣ་ཚོགས་ཡོང་བསྡད་ཡག་ཅིག་ཡོང་གི་ཡོད་པ་ཡིན་དུས་རྩ་ནས།

དེ་ལ་བརྟེན་ནས་ཨེ་ང་ཚོ་ལ་འཚོ་བ་བདེ་སྐྱིད་ཡོང་སྟེ་ཨ་ཅེ་ནས་ད་གང་ལྟར་སེམས་མི་ཕན་པོའི་ཆོས་དང་སེམས་ལྡན་གྱི་སྐྱིད་པོ་ཟེར་ནས་མི་འདུག་ད་གང་ལྟར་སེམས་ལྡན་གྱི་གང་ཟག་ཟེར་ནས་མི་འདུག་གཉིས་ཀ་ལོག་གི་བེ་རེད་གཅིག་རྒྱུ་དང་རྐྱེན་ལ་བརྟེན་ནས་འགྱུར་བ་སྣ་ཚོགས་འགྲོ་དེ་ཡང་གཅིག་པ་རེད་དེ་ཡིན་ནས་འདུ་ཤེས་ཡོད་དེ་ངན་འཚོ་བ་ཡོད་དེ་ངན་དེ་ལ་དེའི་ཐུན་མོང་མ་ཡིན་པའི་ད་རྒྱུ་དེ་བཤད་ཡོད་འདུག་སེམས་དུལ་མ་དུལ་སེམས་དང་འདྲ་བ་ཡོད་པ་ཅིག་གི་ཐོག་ནས་ཕལ་ཆེར་ཡོང་ཡོང་ཡ་གཅིག་ད་ཁོ་གསལ་པོ་རེད། དང། ཁོ་ར་སེམས་ལྡན་གཅིག་གི་མྱོང་ཡངས་ཀྱི་འབྲས་བུ་གཅིག་ཡིན་དུས་དེ་འགྲུབ་བྱེད་ཀྱི་རྒྱུ་དེ་ནང་རྣམ་པར་ཤེས་པ་དང་འབྲེལ་དེ་ནི་གཅིག་ཕལ་ཆེར་ཡོང་གི་མེད་དོ། ཡོང་དགོས་ཧ་ཅིག་ཟེར་ད་དེ་ལ་ཡང་ཨ་ནི་སེམས་དུས་ན་ལས་བཟང་པོ་བཟའ་དེ་ཡ།

ད་དེ་འདྲའི་འབྲེལ་བའི་ནི་འབྲས་བུ་མགོ་ཡག་གི་ཡིད་དུ་འོང་བ་འཇིག་ངེས་ཀྱི་རྒྱུ་དེ་ལ་བཟང་པོ་རེད་ཟེར་ནས་འགལ་བ་རེད་ཟེར་གྱི་ཡོད་རེད། སྡུག་བསྔལ་ཟེར་བ་དེ་ང་ཚོ་མི་འདོད་པ་རེད། སྡུག་བསྔལ་མི་འདོད་པ་ཡིན་དུས་ཙང་ནས་མི་འདོད་པའི་སྡུག་བསྔལ་སྐྱེ་ཡག་གི་རྒྱུ་དེ་རང་ལ་ཡག་གནོད་ཀྱི་ཡོད་རེད་རང་ལ་སྡིག་ཡོང་གི་ཡོད་རེད་རང་ལ་འཇིག་པ་སྐྱེ་ཡོང་གི་ཡོད་རེད་དེ་འདྲ་ཡིན་དུས་ཙང་ནས་སྡིག་པ་ཟེར་བ་ཡིན་པ་རེད། དགེ་བ་དང་སྡིག་པ་ཟེར་བ་དེ་འབྲས་བུ་ཕན་པའི་རང་བཞིན་གཞན་ཡིན་པ་ཡིན་ན་དེའི་རྒྱུ་དེ་ལ་འགལ་བ་ཟེར། འབྲས་བུ་གནོད་པའི་རང་བཞིན་ཅན་ཅིག་པ་ཡིན་ན་དེའི་རྒྱུ་དེ་ལ་ཡང་སྡིག་པ་བྱས་ནས་ཤ་རྒྱག་རྒྱུ། ཕན་གནོད་གང་ཡང་མེད་དེ་ངེས་ཅིག་འབྲས་བུ་དེ་འབྲས་བུའི་གནས་སྐབས་ལ་ཡང་ཕན་གནོད་གང་ཡང་མེད་པ་ཅིག་པ་ཡིན་ན། དེའི་རྒྱུ་དེ་ལུང་མ་བསྟན། ཧོ་དེ་འདྲའི་རུང་ཡིན་པ་རེད་ན་དེ་འདྲའི་ཡིན་པ་ཡིན་དུས་ད་འོ་ག་ད། སེམས་དུལ་ཡག་དེ་ད་ཨ་མདའ་དེ་གས་ཞུས་པ་འདྲ་ཞེས་དེ་གཙོ་བོ་ཡིན་ནི། ཅིག། རང་རང་གི་སྟོན་པས་གསུངས་ཞེས་པ་དེ་ལ་ཡིན་ནི་ཅིག་གིས་དད་པ་བྱས་བྱས།

ཁ་ཤུ་རེད་བུ་གི། རྒྱུ་མཚན་བསམ་བློ་བཏང་ནས་དཔྱད་པ་བྱས། སེམས་རུ་དྭགས་ག་འདྲི་རེད་འདུག་བ། དེའི་ཡིན་ནི་ཅིག། སེམས་དུལ་མ་དུལ་ཡང་ཡང་དེ་ཡིན་དེ་རྐྱེན་ག་རེ་བྱས་འདུག་བ། རྒྱུ་ག་རེ་བྱས་འདུག་བ། དཔེར་ན་ཕྱི་དངོས་པོ་ཡར་རྒྱས་འགྲོ་ཡག་ཅིག། ལས་ཀའི་ཐོག་ལ་ཆ་བཞག་ནས། རྫས་སོ་སོའི་ནུས་པ་ག་རེ་ག་རེ་ཡོད་བ། རྫས་དེ་ཡི་དེ་གི་ནུས་པ་འདེམས་ནས་ཨེ་ནི་རྣམ་འགྱུར་མི་འདྲ་བ་ག་རེ་ག་རེ་ཡོང་གི་ཡོད་བ། དེ་ཡི་དེ་རྩད་བཙལ་ནས་ཨེ་ནི། མཐུན་པའི་དངོས་པོ་ཅིག་གྲུབ་གི་ཡོད་རེད།

ཕུག་གི་རྒྱུ་ག་རེ་རེད་བ་ད་འདིར་བཙལ་བྱོས་བྱས་ནས་དེའི་ཐོག་ནས་ཨེ་ནི་སེམས་མ་ཐུལ་བ་བྱེད་ཡག་གི་བྱེད་བྱེད་ཀྱི་ད་བློ་དེ་ཉུང་ངུ་གཏོང་ཡག་དཔེར་ན་ཁོང་ཁྲོ་འགྲོ་བ་ཞིག་མ་ཡིན་ན་དཔེར་ན་ཅིག་མི་གསོད་ཡག་སོ་རུ་མི་ལ་ཅིག་གནོད་འཚེ་བྱེད་ཡག་ས་སོ་རུ་བྱེད་ན་ད་ནམ་རྒྱུན་ཕལ་ཆེར་ཁོང་ཁྲོ་བྱས་ཡོང་གི་ཡོད་རེད་ཞེ་སྡང་གི་བྱས་ཡོང་གི་ཡོད་རེད་ཞེ་སྡང་ཟེར་ཡག་དེ་ག་འདྲ་ཞིག་ཡོང་གི་ཡོད་རེད་དེ་ཡིད་མི་བདེ་ཟེར་ཡག་དེ་ཡོང་གི་ཡོད་རེད་ཡིད་མི་བདེ་བ་ཡོང་ཡག་གི་རྐྱེན་ག་འདྲ་ག་འདྲ་ཡོད་རེད།

ད་དེ་ཡོང་བ་ལ་ཡང་ཕྱོགས་གཞན་ནས་དད་པ་འགུགས་ཡོད་རེད་ཡིད་ཆེས་འགུགས་ཡོད་རེད། དད་པ་དང་ཡིད་ཆེས་དེ་རྒྱུ་མཚན་ཡོད་ངེས་ཅིག་ལ་ཡང་བསམ་བཏང་པ་ཡིན་ན་དད་པ་དེ་ཆིར་ཆིར་འདྲ་ཡོད་རེད། རྒྱུ་མཚན་བསམ་ཐབས་མེད་པ་བཞིན་པ་ཡིན་ན་དད་པ་དེ་ལན་གཅིག་སྐྱེས་པ་ཡིན་ནས་ད་ཁོ་གཅིག་ཁོ་རྨོངས་གཟུགས་རུ་བྱས་བྱས་ད་ཁོ་གོམས་ནས་ཡིན་ན་ད་དད་པ་ད་ཅིག་རྒྱུན་རུ་བ་སིང་ནས་ད་ཤུགས་ཆིར་འདྲ་དེ་ཡོད་ཀྱི་རེད་དེ་ཡིན་ནས་དེ་ཙམ་གྱི་ཤུགས་ཆེན་པོ་འཕེལ་དུ་ཡང་ཁག་པོ་རེད་བྱ། བྱས་ཙང་ཁ་དད་པ་ཡོང་ཟེར་གི་འདི་རྒྱུ་མཚན་ལ་བསམ་བློ་བཏང་ནས་ཡིད་ཆེས་ཡོད་ན་དད་པ་ཡོང་གི་ཡོད་རེད་རེད་བ། ས་དེ་འདྲ་ཡིན་དུས་ཡིད་ཆེས་ཡོང་བ་ལ་ཡང་ད་ཅིག་ག་ཚོགས་ལ་རྒྱུ་མཚན་མེད་པར་ད་ཅིག་ཡིན་རེད་བསམ་ནས་ཡིད་ཆེས་བྱེད་ཡ་ཅིག་ཡོང་གི་རེད་དེ་ད་དེ་བླུན་པོའི་ཡིད་ཆེས་བྱེད་སྟངས་ཡིན་པ་རེད། ང་རང་ཚོ་མི་ལ་ཡང་རྣམ་དཔྱོད་ཀྱི་རྩལ་བརྗོད་པ་ཡིན་དུས་ཙང་ནས། ཕྱོགས་གཅིག་ནས་མི་ལ་ཡང་རྣམ་དཔྱོད་ཀྱི་རྩལ་ཡོད་པ་དང། གཉིས་ནས། སངས་རྒྱས་ཀྱི་ཆོས་འདི་ད་གིན་བཤད་མ་ཐག་པ་ན་བཞིན་གྱི་རྒྱུ་དང་རྐྱེན་ཟེར་ཡག་གི་རང་བཞིན་གྱི་གནས་སྟངས་ལ་ག་རེ་ཡོད་པ་དེ་གཞི་གསུམ་དུ་ཐག་ནས་དེ་གཞི་ལ་བཞག་པ་གཅིག་གིས་ཨེ་ནི། གོ་ད་ཆོས་བྱས་ཟེར་ནས་མི་འདུག་བསམ་གྱི་རྒྱུ་ཆོས་ཐོན་ཡག་ཅིག་གོ་བཤད་གི་ཡོད་པ་ཡིན་དུས་ས་ནས་དངོས་པོའི་གནས་ཚུལ་ག་རེ་ཡོད་པ་དེ་གཏན་ལ་ཕབ་ནས་འགྲོ་དགོས་ཀྱི་ཡོད་རེད། འོ་དེ་འདྲ་ཡིན་དུས་སངས་རྒྱས་པའི་ཆོས་ལ་ཡང།

ད་དེར་བལྟས་ཡོང་ངེས་ཀྱི། ང་ཚོ་བོད་རིགས་ནང་ལ་འདྲ་བལ་རིགས་དང་ཆོས་ལུགས་འདྲ་མི་འདྲ་བལ་རིགས་ཡོད་ཡོད་ཀྱིས་མ་རེད། ད་ཕྱི་རྒྱལ་མི་གྱང་ཚོ་ཡོང་ངེས་ཚོ་ནང་ལ་ཡ། བལ་ཆེ་ཡེ་ཤུ་ཏན་ཏན་ཡོད་རེད། ནི་འཇུག་ཏན་ཏན་ཡོད་ཀྱི་རེད། ཨན་དེ་མིན་གྱི་ཅིག་ད་ཆོས་ལུགས་ཞེ་ད་ཞེ་པ་འདི་འདྲ་བྱེད་མཁན་བལ་ཆེ་ད། ཡོད་མདོག་ཁ་བོ་རེད། ད་བ་གང་ད། ང་ཚོ་ཆོས་ལུགས་ཚང་མ་ལོག་ནས། ཞེས་ཆོས་ད་གཙོ་ཆེར་ཡེ་དེ་རང་སོ་སོ་ལ་ཡ། གྲུབ་མཐའི་ཕྱོགས་ར་བ་རེ་རེ་དང། གྲུབ་མཐའ་འམ་ཅིག་ལྟ་གྲུབ་ཀྱི་ཕྱོགས་རོ་གཅིག་དང། དེའི་ལྟ་གྲུབ་དེ་ཀྱི་གྲུབ་དོན་ཨེ་ནི་ཞིག་གི་སེམས་ཕ་ཅིག་འདུལ་ཐབས་བྱེད་ཡག་གི་ཕྱོགས་རོ་གཉིས་འུ་ཐུག་བ། ནང་པའི་མཚོན་པས་ཆོས་ལུགས་ཚང་མ་ལོག་ན་ད་ཆོས་ལུགས་གཙོ་བྱས་ཚང་མ་ལོག་ལ། ད་ཆོས་ལུགས་ཅིག་འཕྲལ་སེལ་འཕྲལ་སེལ་གྱི་ཞིག་ལྷ་གསོལ་ཡག་རོ་ཀླུ་གསོལ་ཡག་སོགས་རིགས་གྲངས་གྲུབ་དོན་སྐད་ཡོག་མ་རེད་ད་ཁོ་ད་ག་ས་ཅིག་མ་འཇོན་ར་ཡི་ཕུད་འདྲ་མི་འདྲ་བྱེད་བྱེད་བསྡད་བསྡད་གོ་རེ་གནས་ཚུལ་ཁ་ཁ་རེད། ཅིག་མལ་དལ་བ་བྱས་ཡག་སོགས་རོ་ཅིག་ཉི་མ་ལ་དལ་བ་བྱས་ཡག་སོགས་རིགས་གྲངས་ཤ་ཤ་ཟ་གི་ཨ་ཡོད།